ཕོ་མཚན་རྒྱག་གཅིག་པ་ཁུག་རྟ་འཇམ་ཞིང་ཉེན་ལ་ནག་ཅིང་འོད་འཁྱིལ་པའི་སྒྲོ་སྤུས་ལྗན་པའི་ལུས་པོ་དང་ལྡེམ་ཞིང་མྱུར་ལ་ཡང་ཟོར་ལྡན་པའི་གཤོག་པ། ཁོས་ཇི་ལྟ་བའི་སྔགས་སྒྲོག་ཅིང་འཛུམ་པ་ལས་བྱུང་བའི་ཁུ་རྟ་ཆུང་ཆུང་ནི་ཅི་འདྲའི་སྤྱང་གྲུང་ལྡན་ཞིང་ཅི་འདྲའི་སྙིང་རྗེ་བོ་ཞིག་རེད་ཨང། བྱེད་དཀར་སྦྲང་ཆར་གསེབ་མ་ཐང་གར་བབས་རྗེས། སྤྲོ་ཞིང་འཇམ་པའི་བསིལ་རླུང་ལྡང་ནས། སྔོ་ལྗང་གི་ལོ་འདབ་དཀྲོལ་མ་ཐག་པའི་རྐྱང་མའི་ཡལ་ག་ཕྲ་ཞིང་མཉེན་པ་དལ་གྱིས་གཡོ་བར་བྱེད། རྩ་རྒྱང་དང་གཡུ་ལོ། ཚོན་མདངས་སྣ་ཚོགས་བཀྲ་བའི་མེ་ཏོག་བཅས་ནི་མི་ཚོགས་ཀྱི་མདུན་བཀོད་ཇི་བཞིན་རྣམ་པར་རྒྱས་ཤིང་ལྷུག་པར་བཞད་དེ། ལྟ་བས་ཆོག་མི་ཤེས་པའི་དཔྱིད་ཀྱི་དཔལ་དུ་ཤར། དུས་འདིར། དཔྱིད་སུ་འོས་ཤིང་སྤྱང་གྲུང་ལྡན་པའི་ཁུག་རྟ་ཆུང་ཆུང་ལྷོ་ཕྱོགས་ནས་འཕུར་ཡོང་བའི་མེ་ཏོག་སྣ་བརྒྱ་འགྲན་བཞིན་བཞད་པའི་དཔྱིད་ཀྱི་དཔལ་ཡོན་ལ་གསོན་ཉམས་གསར་བ་ཞིག་ལྡན་པར་བྱས། དཔྱིད་རླུང་དལ་བུར་ལྡང་བའི་ཀློང་དང། ཉི་འོད་རབ་ཏུ་འཚེར་བའི་དབྱངས་སུ། རྔ་སྒྲོག་མཁས་གྲུ་ལྟ་བུའི་ཁུག་རྟ་དེ་དག་མདའ་འཕང་བ་ལྟར་གསེར་གྱིས་འཕར་ཞིང། ཐར་ལ་སྐྱེམས་ནས་ཅིར་ཅིར་དཀའ་སྙན་རོགས་ཀྱང། འགའ་རེས་འདི་གའི་ཞིང་ཁ་ནས་འཕུར་ཏེ་ཕ་གིའི་ལྕང་མའི་ནགས་གསེབ་ཏུ་ཡལ་བར་འགྱུར་ལ། ཡང་འགའ་རེས་མེ་ལོང་བཞིན་དུ་དང་བའི་མཚོ་ངོས་ནས་འཕྲེད་དུ་འཕུར་ཞིང། མཚམས་རེར་ཕྱོགས་རྩེ་ཆུ་ངོས་ལ་བརྡབས་ནས་ཆུ་རའི་ཨ་ལོང་བཞིན་དུ་གཡོ་རུ་བྱེད། ཁུག་རྟ་འགའ་འཕུར་ནས་ཐང་ཆད་དེ་གློག་སྐུད་ཐོག་ཏུ་བབས་འདུག། གཡའ་དག་པའི་བར་སྣང་དུ་གློག་སྐུད་ཕྲ་མོས་གློག་སྡོང་སོ་སོའི་བར་མཚམས་བསྒྲིལ་ཡོད་ཅིང། གློག་སྐུད་སྟེང་དུ་ནག་ཐིག་དེ་དག་ནི་ཁུ་རྟ་ཡིན་པས། དེ་ནི་རོལ་མོའི་དབྱངས་ཡིག་དང་གཉིས་སུ་མེད་པ་དང། དཔྱིད་ཀྱི་དཔལ་ཡོན་ལ་བསྔགས་པའི་རོལ་མོའི་དབྱངས་རྟ་སྙན་ཞིང་འཇེབས་པ་ཞིག་རྩོམ་བཞིན་པ་དང་ཀུན་ནས་མཚུངས་སོ། སློབ་ཚན་བཅུ་གཅིག་པའི་ཐ་སྙད། དབྱངས་གསོར། དབྱངས་གསོར། སྤྱང་གྲུང། སྤྱང་གྲུང། གཉེན་མོ། གཉེན་མོ། ཕ་གི། ཕ་གི། ཅི་མི། ཅི་མི། ཅིར་ཅིར། ཅིར་ཅིར།